ང་ཚོ་འདྲེ་ཟེར་དུས་ཚང་མས་སྡུག་ཅག་བརྩི་གི་ཡོད་རེད་ཆོས་བཤད་ན་འདྲ་མ་བཤད་ན་འདྲ་རྒན་གཞོན་སུ་ཡིན་ན་ཡང་འདྲེ་ཟེར་དུས་ད་སྡུག་པོ་ཞིག་པོ་ཅིག་བརྩི་གི་ཡོད་རེད་མི་ཡང་ཁྱོད་འདྲེ་འདྲ་པོ་ཞིག་འདུག་ཟེར་བའི་སྐབས་སུ་ད་མི་དེ་ཁུངས་མ་ཆོད་མཁན་མི་སྡུག་པོ་ཞིག་པོ་ཅིག་བརྩི་གི་འདུག་ད་མི་དེ་ལྷ་འདྲ་པོ་ཡོད་རེད་ཟེར་བའི་སྐབས་དེ་ཐམས་ཅད་ཀྱི་འཛུམ་སྟེ་འགྲོ་དེ་ད་མི་དེ་ལྷ་འདྲ་པོ་འདུག་ཟེར་གི་རོ་ཁོག་པ་ནང་ན་ལྷ་ཡོད་མེད་གང་ཤེས་དེ་འཛུམ་དེ་ལྷ་འདྲ་པོ་བསྟན་པ་ཡིན་དུས་འོ་ད་ནི་ཡང་དེ་ལས་ཡག་པོ་བརྩི་གི་ཡོད་རེད་ད་འདྲེ་ཟེར་བའི་སྐབས་སོགས་ལ་ཡང་དེ་ལ་ངོས་འཛིན་བྱེད་ས་མང་པོ་ཡོད་རེད་ངོ་འཛུམ་བསྟན་པ་ཡིན་ན་ཡང་ཁོག་པ་ནང་ན་འདྲེ་རེད་དེ་འདྲ་མང་པོ་ཡོད་རེད། ད་གང་ལྟར་ཡང་མི་ཡིས་ང་ཚོ་དཔེ་བཞག་ས་དེ་འདྲས་འདྲ་པོ་ཟེར་དུས་མི་སྡུག་པོ་ཅིག་ལ་བརྩི། ལྷ་འདྲ་པོ་ཟེར་དུས་མི་དེ་ཡག་པོ་ཅིག་ལ་བརྩི་གི་ཡོད་རེད་དེ་འདྲས་ཡིན་དུས་དེ་ཡང་རྩ་བ་ལ་བཤད་ཡོང་དུས་ཕན་གནོད་གཉིས་ལ་འདྲེས་པ་ཐུག་བསྡད་ཀྱི་འདུག་ག་ཕན་པ་བྱེད་མཁན་དེ་ལ་ལྷ་ཟེར་བཏགས་ཀྱི་ཡོད་རེད་གནོད་པ་བྱེད་མཁན་དེ་ལ་འདྲེ་ཟེར་ནས་མིང་ཐག་ཉེ་དེ་བཏགས་ཀྱི་ཡོད་རེད་ད་དེ་ལས་ལྷག་ཚེ་ང་ཚོ་གི་འགུལ་ཚོད་རྒྱག་ཐུབ་ཡ་མེད་པ་རེད་ད་ག་ཚོད་སྡུག་ཤོས་དེ་འདྲས་རེད་ཡག་ཤོས་དེ་ལྷ་ཆགས་བསྡད་པ་རེད་ད་དེ་འདྲས་ཅིག་ཡོད་རེད་ད་དེ་ཡང་ཕན་གནོད་དང་འདྲེས་པ་ཆགས་བསྡད་ཀྱི་ཡོད་རེད་ཕན་གནོད་དེ་ཚུགས་ཁ་བསྐོར་ཡོང་དུས་སེམས་པ་ནང་ལ། ག་བ་ན་འབྲེལ་པ་ཆགས་འདུག་ཟེར་དུས་རེ་དོགས་གཉིས་ལ་ཐུག་འདུག་ད་རེ་བ་དང་དོགས་པ་གཉིས་ལ་ཐུག་བསྡད་ཡོད་རེད་ལྷ་སྲས་དེ་དག་ང་ཚོའི་རེ་བ་རྒྱག་གི་ཡོད་རེད་ཕན་ཡོང་མགོན་ཡོང་སྐྱོབ་ཡོང་བསམ་པའི་གིས་ཕན་པའི་སྟོང་གྲོགས་བྱེད་མཁན་ཞིག་ལ་རེ་བ་རྒྱག་གི་ཡོད་རེད་འདྲེ་ཟེར་བའི་སྐབས་སོགས་ལ་གནོད་པ་བྱེད་མཁན་བསམ་པ་ངན་པ་སྐྱོ་རང་ངན་པ་ཞིག་ལ་བྱེད་གི་ཡོད་འདུག་ད་དེ་ང་ལ་གནོད་ཡོང་ཅིག་སྡུག་ཆགས་བྱས་ཡོང་བསམ་པའི་གིས་ཁོ་དོགས་པ་ཅིག་ཡོད་པ་ཡིན་དུས་བློ་དེ་རེ་དོགས་གཉིས་ལ་ཚུད་ཟུག་གི་ཡོད་རེད། རེ་དོགས་གཉིས་ཏེ་བདག་འཛིན་རེད། བདག་ཏུ་འཛིན་པའི་བློ་རེ་དོགས་གཉིས་པོ་དེ་གིས་ཕ་ཡུལ་ལ་ག་རེ་སྦྱར་བ་རེད་བསལ་ཡོང་དུས་རྒྱ་ཡག་དེ་ཕན་གནོད་ལ་ཕ་སྦྱར་ཡོང་བ་རེད། ཕན་གནོད་དེའི་རྣམ་པ་དེ་ལྷ་འདྲེ་གཉིས་ལ་ཐུག་ཡོང་བ་རེད་ད་དེ་འདྲ་རེད་འདོད་བ་རྣམ་པ་ཤ་སྟག་དེ་ད་རྒྱུད་སྡེའི་ནང་ལོགས་ལ་སྔགས་ཀྱི་ནང་ལོགས་ལ་བལྟས་ནས་ད། ནས་སྲིད་འཕང་གསུམ་ལ་སོགས་པའི་བྱེད་ཡག་དེ་ཚོ་སྤྲད་དེ་ཐབས་ཀྱི་རིམ་པ་ལ་ཐོགས་ནས་མདོར་ན། གཅིག་གི་ནང་གི་ཞིང་བཅུ་ཚང་བས་ད་ཞིང་བཅུ་ཚང་བའི་དགྲ་བོ་དེ་ནང་གི་རླུང་བཅུ་སྟེ་སད་པ་གསོ་ནུས་པའི་གེགས་ལྟ་ནས་གཅིག་གི་འོ་དེ་འདྲེན་གྱི་རྩ་རླུང་བའི་རང་དབང་ཐོབ་དེ་ངན་གྱི་རྣལ་འབྱོར་པ་དེ་གི་གདིང་སོས་ཐོབ་ངན་དེ་གི་ལྟེ་ནས་ཞིང་བཅུ་ཚང་བའི་དགྲ་བོ་དེ་དགྲ་ཡོན་དུ་འོ་ཚར་བཅད་པ་རྗེས་སུ་འཛིན་པའི་གེགས་འཕྲིན་ལས་རྣམ་པ་གཉིས་ཀྱི་ཐོག་ནས་ལ་འོ་དེ་ནས་ཕ་རོལ་པོ་ལ་ཡང་ཕན་ཐོགས་བྱེད་ཐུག་གི་ཡོད་རེད་འོ་འདི་ལྟ་འདི་ཟབ་པོ་འདུག་ག། དབལ་དང་ལྡན་པའི་ཆུ་གཉིས་གཉིས་ལུགས་ཀྱིས་དང་ཆུ་གཉིས་གཉིས་ལུགས་ཀྱི་ཧོམ་ཁུང་གི་ནང་ལོགས་ལ། དེ་ནི་ག་རེ་འདྲ་བྱེད་དེ་ག་རེ་གི་འདྲ་བར་བསམ་ན་ཞེ་སྡང་གི་འདྲ་བྱེད་ཡོད་མ་རེད་གསུང་བ་རེད་ད། མཆེ་བ་གཙིགས་དེ་ངན་དང་གཅིག་གི་མིག་གསུམ་ཡོད་ངན་དེ་ཚོ་བྲིས་ཏེ་ང་ཚོས་ཞེ་སྡང་གི་རྣམ་པ་ཅིག་ལ་མཐོང་གི་ཡོད་རེད་བ། ཡིན་ན་དེ་ཞེ་སྡང་མ་རེད་དེ་ག་རེ་བསམ་ན་ཆོས་ཉིད་ཀྱི་ལྟ་བ་གིས་རྫོང་འཕྲང་སྲོག་གསུམ་ལས་ཡོད་རེད་ད་འདིའི་སྐབས་སུ་ལ་རྫོང་འཕྲང་སྲོག་རྫོང་ཟེར་བའི་སྐབས་སུ་ལ་ལྟ་བ་རྣམ་དག་བཤད་ཀྱི་ཡོད་རེད། དྲང་ཟེར་བའི་སྐབས་སུ་ལ་དགོངས་པ་རྣམས་དང་ཞིག་ཡོད་རེད། སོགས་ཟེར་བའི་སྐབས་སུ་ལ་སྤྱོད་པ་རྣམས་དང་ཞིག་ཡོད་རེད་དེ་ལ་ལྟ་བ་ཆོས་དབྱིངས་ཀྱི་རྫོང། དགོན་པ་ཏིང་ངེ་འཛིན་གྱི་དྲང། སྤྱོད་པ་སོགས་ཆེན་པོ་ཞེས་བྱས་ནས་ད་དེ་ཡི་འགྲེལ་བཤད་དེ་འཇམ་མགོན་གྱི་ད་ལྟ་བསྟན་ཚུལ་དེ་ཚོ་ནང་ལ་ཁྲིད་ཡིག་དེ་ཚོ་ནང་ལ་ཧ་ཅང་གི་རྒྱས་པ་ཡོད་རེད་ལ་ཀུན་མཁྱེན་མི་ཕམ་གྱི་ཡང་དེ་ལ་རྣམ་བཤད་ཆེན་པོ་མང་པོ་ཡོད་རེད། རྫོང་འཕྲང་སོགས་སོ་འདི་ལྟ་སྟེ། གཅིག་གིས་གསང་སྔགས་འདི་ཡི་སྐབས་སུ་ལ་ཡང་སྟོད་ལས་བྱང་ཆུབ་སྒྲུབ་པའི་སྐབས་ལ་ཡིན་ན་ཡང་འདྲ་འདུག་སྨད་ལས་དགྲ་བགེགས་འགྲོ་བའི་སྐབས་ལ་ཡིན་ན་ཡང་འདྲ་འདུག་གང་དྲིལ་གཅིག་གི་སྐབས་སུ་ཡིན་ན་ཡང་རྫོང་འཕྲང་སོགས་གསུམ་གྱི་གཞི་འདི་བཞག་མ་ཤེས་ན། རྡོ་རྗེ་སློབ་དཔོན་དེ་སེལ་གྱི་ཡོད་ད་རྡོ་རྗེ་སློབ་དཔོན་དེ་གིས་རྫོང་འཕྲང་སོགས་གསུམ་གྱི་གཞི་འདི་བཞག་མ་ཤེས་ན་ག་ཚོད་ཅིག་གི་ལག་ལེན་ལ་ཡང་གནས་གཟིགས་འཕང་གསུམ་ལ་སོགས་པའི་གི་སྦྱོར་སྒྲོལ་གྱི་ལག་ལེན་མཁས་པ་ཡིན་ན་ཡང་དེ་མཁས་པ་མེད་གསུང་གི་ཡོད་རེད། དེ་འདྲ་ཡིན་དུས་ང་ཚོའི་མཚམས་བདེ་ན་ཡང་འདྲ་ཆོ་ག་ཆོས་ཆོས་ཅན་བདེ་ན་ཡང་འདྲ་སྒྲུབ་པ་སྒྲུབ་ཆེན་གྱི་ཚོགས་ན་ཡང་འདྲ་མདོར་ན་བསྙེན་སྒྲུབ་ཡིན་ན་ཞིག་བསྙེན་པ་ཉིན་གཉིས་སྒྲུབ་པ་སྒྲུབ་ཆེན་དེ་བསྙེན་སྒྲུབ་ཡིན་ན་ཞིག་གི་སྒྲུབ་པ་བཙུགས་ཡོང་དུས་རྡོ་རྗེ་སློབ་དཔོན་ནས་བཟུང་སྟེ་ཆོ་ག་གསུང་མཁན་གྱི་དཀྱིལ་འཁོར་དེ་ཡི་ནང་ལ་བཞུགས་བདེ་མཁན་གྱི་རྣལ་འབྱོར་ཆེ་ཆང་ཕོ་མོ་ཚང་མ་དེ་རྫོང་ཧྲང་སོགས་གསུམ་གྱི་གི་ལྟ་སྒོམ་སྤྱོད་པ་དེ་ངེས་པར་དུ་རྒྱུད་ལ་འབྱོར་བ་རང་བྱན་ཆུད་པ་ཁོག་ཕུབ་པ་འོ་དེ་འདྲ་ཅིག་དགོས་ཀྱི་ཡོད་རེད། དེ་ལ་བརྟེན་ནས་ཆོ་ག་ཁོ་རང་ནང་བས་ང་ཚོ་དེ་ཚོགས་པ་ཆེན་པོ་དེ་ཚོགས་ཡོང་དུས་སྒྲུབ་ཁོག་སྒྲུབ་ཁོག་ཟེར་གྱི་འདུག་བ་སྒྲུབ་ཁོག་ཟེར་ཡོང་དུས་སྒྲུབ་ཟེར་ཡ་དེ་ད་ལྟ་འདིའི་སྐབས་ནས་བཤད་པའི་རྫོང་འཕྲང་སོགས་གསུམ་དེ་ལ་སྒྲུབ་ཟེར་ཡ་རེད་ཁོག་ཟེར་བའི་སྐབས་སུ་དེའི་རང་བཞིན་ཆོས་སྐུ་རེད་ཟེར་ཡ་རེད་འོ་དེ་འདྲའི་གི་ལག་ལེན་ཙམ་མ་ཡིན་པ་ཉམས་ལེན་དེ་ལ་རང་བཞིན་ཆོས་ན་དེ་ནི་དཔེ་ཆ་ཁོ་རང་གི་མིང་ལ་ཡང་སྒྲུབ་ཁོག་རེད་ལ་རྡོ་རྗེ་སློབ་དཔོན་ལ་སོགས་པའི་མཆེད་ལྕམ་ཕོ་མོ་ཐམས་ཅད་ཡང་སྒྲུབ་ཁོག་ཆང་ཆང་ཆགས་དེ་ག་རེད། ཨོ་དེ་རེད་དོ། འོ་དེ་འདྲ་ཡིན་དུས་ས་ལ་བསྟན་ཚུལ་ནང་ན་མང་པོ་ཡོད་རེད་སྒྲུབ་ཁོག་སྒྲུབ་ཁོག་ཟེར་ནས། ལྷག་པར་དུ་ཡི་དམ་གྱི་ད་ཞེ་དྲག་དྲག་པོའི་ཐོག་ལ་ལས་ཡོན་དུ་སྒྲུབ་ཁོག་མང་པོ་ཞིག་ཡོང་གི་ཡོད་རེད། འོ་ད་དེ་ཚོ་འཕྲད་དེ་ཞེ་དྲག་གལ་ཆེན་པོ་རེད་ཟེར་ལྷག་པར་ང་ཚོ་ཆོ་ག་སྲུང་མཁན་ཐམས་ཅད་ད་ཆོ་ག་སྲུང་པའི་སྐབས་སུ་ང་ཚོ་ཚོགས་པ་ཆེན་པོ་ཅིག་ཚོགས་ཡོན་དུ་འདུག་ག་ནང་ལོགས་ལ་དེ་གི་ད་སྒྲིག་འདྲ་པོ་ཅིག་ཆགས་སོང་དེ་ཚང་མ་ཙོག་ཙོག་ཅིག་འདོན་ད་ཆོ་ག་དེ་ཚོ་གང་འདྲ་འདྲ་འདོན་གི་ཡོད་རེད། ད་ཡང་གྲོང་ཆོག་འགྲོ་བའི་སྐབས་སུ་ལ་ཡང་དེ་དངུལ་བསྡུ་བའི་སོགས་འདྲ་ཡིན་དུ་བསམ་པ་ལ་དེ་བསམ་བློ་དེ་མེད་པའི་སོགས་རེད་ཅེས་འདུག་བ་ཀོ་ག་ཚོད་ཅིག་མགྱོགས་པོ་འདོན་ཐུབ་ན་དེ་ཁེབས་སང་ཡིན་པའི་སོགས་རེད་ཅེས་རེད་འདུག་ད་དེ་འདྲ་མ་ཡིན་པ་ཅིག་གི་རྣལ་འབྱོར་པ་དེ་སོ་སོ་སྒེར་གྱི་ཁ་ཏོན་བདེ་སྤྱོད། ལྷ་ཁང་ནང་ལོགས་ལ་ཡང་ཚོགས་སྒྲུབ་པ་སྒྲུབ་ཆེན་ཚོགས་ན་ཡང་འདྲ་གྲོང་ཆོག་ལ་འགྲོ་ན་ཡང་འདྲ། རི་ཁྲོད་ལ་སོགས་པ་རྣམས་སུ་ལ་ཡང་བསྙེན་པ་བཏང་ན་འདྲ་གང་གཱའི་སྐབས་སོགས་ཡིན་ན་ཡང་ད་ནི་རྫོང་འཕྲང་སོགས་གསུམ་དུ་དགོས་ཀྱི་རེད་ཟེར་ཡ་དེ་ལ་ཡང་ཏིང་ངེ་འཛིན་གྱི་ཆིངས་ཆེན་པོ་གསུམ་ཟེར་ནས་མིང་བཏགས་ཀྱི་ཡོད་རེད་ཆིངས་ཆེན་པོ་གསུམ་ཟེར་བའི་སྐབས་ལ་ལྟ་བ་ཆོས་ཉིད་ཀྱི་རྫོང་གི་ཏིང་ངེ་འཛིན་གྱི་ཆིངས་བསྒོམ་པ་དེ་ལ་ལྟ་བ་ཆོས་ཉིད་ཀྱི་ལྟ་བ་ཆོས་ཉིད་ཀྱི་རྫོང་གི། ཏིང་ངེ་འཛིན་གྱིས་འཆིང། ད་ནི་རྫོང་འཕྲང་བསལ་ཏེ་བསྒོམ་པ། ཏིང་ངེ་འཛིན་གྱིས་འཕྲང་གི་ཏིང་ངེ་འཛིན་གྱིས་ཅི་ཞིང། ད་ནི་སྤྱོད་པ་སྲོག་ཆེན་པོ་གི་ཏིང་ངེ་འཛིན་གྱིས་ཅི་ཞིང་དེ་ཏིང་ངེ་འཛིན་གྱིས་འཆིང་ཆེན་པོ་གསུམ་བསལ་ཡ་དེའི་རྒྱུད་སྡེ་རྣམས་ལ་ཡོང་གི་འདུག་གོ། འོ་དེ་འདྲ་གི་དག་སྒྲ་ཡོང་དུས་དག་སྒྲ་བའི་སྐབས་སུ་དམིགས་པ་ག་རེ་སྟེར་བར་ཟེར་ན་ཕ་གི་སྟེ་གཟུགས་ཅན་གཟུགས་མེད་སེམས་ཅན་ག་རེ་ཡིན་ན་ཡང་དེ་བདག་ཏུ་འཛིན་པའི་བློ་དེ་བྱེད། དེ་ལྟར་བགྲང་གིན་དེ་བསྟན་པ་ཆོས་ཉིད་ཀྱི་དབྱིངས་ཏེ། རྣམ་པར་མི་རྟོག་པའི་ཡེ་ཤེས་བྱས་རྣམ་པར་མི་རྟོག་པའི་ཡེ་ཤེས་ཟེར་ཡ་དེ་གཉིས་སྣང་གི་རྟོག་པ་ཟད་པའི་བློ་དེ་ལ་གོ་དགོས་ཡོད་རེད་བློ་གང་ཞིག་རྟོག་པ། གཉིས་འཛིན་གྱི་རྟོག་པ་ཟད་སོང་བ་ཞིག་དང་དེ་འདྲ་གི་གཉིས་འཛིན་གྱི་རྟོག་པ་ཟད་ཟིན་པའི་གི་བློ་དེ་ཡི་ངོར་དེ་ནི་རྣམ་རྟོག་མེད་པ་རེད་རྣམ་རྟོག་དེ་ཡང་གཉེན་པོའི་སྟོབས་ཀྱིས་རྣམ་རྟོག་བཅོམ་པ་མ་ཡིན་པར་རྣམ་རྟོག་ཆོས་ཉིད་དུ་གྲོལ་ཡོང་ན་རྣམ་རྟོག་ཆོས་ཉིད་དུ་གྲོལ་ཐུབ་བའམ་རྣམ་རྟོག་ཆོས་ཉིད་དུ་བར་འབྱམས་ཐུབ་ན་དེ་ནི་རྟོག་པ་ཟད་པ་ཟེར་སྔགས་ཀྱི་སྐབས་སུ་རྟོག་པ་ཟད་པ་འདི་ཞེས་ཡོད་རེད་ད་མཚན་ཉིད་ཐེག་པའི་སྐབས་སུ་ང་ཚོས་གཉེན་པོ་ཞིག་བསྟན་ནས་དེ་ནི་རྟོག་པ་དེ་ད་རྟོག་པ་ཕྲ་རགས་ལ་ཡང་གཉེན་པོ་ཕྲ་རགས་བསྟན་བྱས་ནས་རྟོག་པ་དེ་མར་རྒྱང་པོ་རགས་པ་ཡོད་པ་དེ་མར་ཕྲ་རུ་སོང་དེ་ནས་མར་ཕྲ་རུ་ཕྲ་རུ་ཕྲ་རུ་ཕྲ་རུ་འགྲོ་ནས་མཐར་རྟོག་པ་ཤི་ཡ་ཅིག་གི་སྐད་ཆ་བཤད་ཀྱི་ཡོད་རེད་ད་སྔགས་ཀྱི་སྐབས་སུ་དེ་འདྲ་གི་སྐད་ཆ་མིན་པ་རྗེས་གནང་སྦྱོར་བས་ཀྱི་ད་ལྟ་གོང་ནས་བཤད་པའི་དགེ་རྫོང་དྲང་སྲོང་གསུམ་གྱི་ཉམས་ལེན་གྱི་གནད་ལ་དབང་འབྱོར་ཡོང་དུས་དེའི་ངོར་བལྟས་ནས་རྟོགས་པ་ཟད་པ་རེད། ད་རྟོགས་པ་ཟད་ཡོང་དུས་དེའི་སྒྲ་གདངས་དེ་ལ་མིང་གར་བཏགས་པར་ཟེར་ན་དེ་ནི་ཆོས་ཉིད་ཀྱི་སྒྲ་བ་ཟེར་ད་མིང་དེ་དུས་བཏགས་པ་རེད། ད་ཆོས་ཉིད་ཀྱི་སྒྲ་ཟེར་ད་ཆོས་ཉིད་སྤྱི་ཡིན་ཟེར་རྣམ་དབྱེ་གསུམ་པ་བྱེ་བྲག་སྦྱར་ནས་ཀ་དག་ལྕགས་ཀྱུ་སྤྱི་ཟ་སྤྱི་རྣམ་རྟོག་དེ་ད་དེ་འདྲའི་གི་རྟོགས་ཚོགས་དེ་ཆོས་ཉིད་སྤྱིའི་སྒྲ་ལ་ཡོང་དུས་ཆོས་ཉིད་སྤྱི་ག་འདྲ་ཟེར་སྒྲ་གོ་རེ་ཟེར་ཡོང་དུས་དེ་ཕུར་པ་ཡོད་མེད་ཀྱི་སྐད་ཆ་མ་རེད། རྡོ་རྗེ་དྲིལ་བུ་དང་དེ་འདྲ་ཞིག་གི་མཚོན་ཆ་ལྕགས་ཆུ་ཞགས་པ་ལྕགས་སྒྲོག་དེ་ཚོ་ཡོད་པའི་སྐད་ཆ་མ་རེད་ད་ཆོས་ཉིད་ཀྱི་སྒྲ་ཡོན་དུ། ད་ལྟ་མགོན་པོའི་སྐད་ཞུགས་དེ་ན་སོང་བ་ན་ཞེས་བྱམས་པ་ཆེན་པོ་སྒྲ་བས་ལས་འདི་ནི་བྱང་ཆུབ་མཆོག་གི་རྒྱུ། སྒྲ་བར་བྱ་བ་མ་དམིགས་པའི་སྒྲ་དང་གྲོགས་བྱེད་དབྱིངས་སུ་ཞི་བསིལ་བ་སྟེ། ཆོས་ཉིད་ཀྱི་དྲྭ་བ་ཟེར་ཏེ་རྫོགས་ཆེན་སྐབས་སུ་ཆོས་ཉིད་ཀྱི་དྲྭ་བ་དེ་དང་ལྷན་ནི་སྒྲ་སྒྲོལ་དབྱིངས་སུ་ཞེས་བ་དེ། མགོན་པོའི་རྒྱུད་ནས་བཤད་པའི་མགོན་པོའི་མངོན་རྟོགས་ཀྱི་རྒྱུད་ནས་བཤད་པའི་གཞུང་གཉིས་པོ་དེ་ཏོག་རྒྱར་ཡོང་དུས་གཅིག་པ་ལེ་ཧེ་ཡག་རེད་དེ་རེད་འདུག་ག་ད་དེ་ཚོ་ང་ཚོ་མཆན་འགོ་བའི་རེད་དེ་མ་གཏོགས་ཨ་མི་ནི་ཡག་གཟིགས་དེ་ཚོ་ད་ཡང་ད་ཡར་རས་ནག་པོ་ཅིག་ཁྱིས་སོང་དཔའ་རྡོག་རྡོག་ཅིག་བཞག་ནས་ཡང་སྐོར་ཕུར་པ་དེ་ཁྱིས་ཡོང་ཧོང་ཧོང་ཕེ་ཕེ་སོད་སོད་རྒྱོབ་རྒྱོབ་སུ་ད་གོ་ཁོང་ཁྲོ་ཞིབ་པོ་ཟ་དེ་ག་ཟེར་སུས་མ་ཐུབ་དེ་ཡང་ང་སོང་སོང་འདྲ་བའི་བསམ་བ་འཁོར་སྲིད་ཀྱི་རེད་བ། བསམ་སྲིད་ཀྱི་རེད་དེ་འདྲ་མ་རེད། དེ་འདྲ་ཡིན་དུས་ང་ཚོ་གནས་ཚུལ་དང་སྣང་ཚུལ་དེ་ཚོའི་དབྱེ་བ་དེ་ཕྱེད་མ་ཤེས་ན་ད་ནི་གང་ཐོད་ཐོད་དུ་བྱས་པ་ཡིན་ན་ད་ནི་ས་ང་རྡོ་རྗེ་ཐེག་པ་ལོ་མ་དེ་ལོག་པར་རྟོག་པ་སྐུར་བ་བཏབ་པ་ལ་སོགས་པ་མ་གཏོགས་ལོག་རྟོག་ཐེ་ཚོམ་མང་པོ་ཡོང་གི་རེད་དེ་འདྲ་ཡིན་དུས་དེ་འདྲ་ཞིག་བྱེད་ཐུབ་ན་དཔེར་ཁ་རེད་དགྲ་ལས་ཐམས་ཅད་ཀྱི་ནང་ནས་དགྲ་ལས་མཆོག་ཏུ་གྱུར་བ་ཡིན་སོང་བ་རེད། ལས་འདུག་ག། འོ་དེ་རེད། དེ་དེ་མེད་ན་ག་དུས་ཡིན་ན་ང་ཚོ་དགྲ་ལ་ཟེར་དུས་སྐྱག་ཆུ་ཞིག་དགོས་བསྡད་པ་འདྲ་བོ་དྲིལ་བུ་ཅིག་དགོས་བསྡད་པ་དེ་མ་ཚང་ན་ཡང་རྡོ་རྗེ་སློབ་དཔོན་དེ་གའི་སྐད་རྒྱག་དགོས་ཡག་འདྲ་བོ་ཞིག་བྱེད་ཨ་ནི་ཆོས་དཔོན་དེ་ཁ་སང་འདྲ་བོ་རེད་ཐོ་བ་ལྷག་སོ་ཟེར་དེ་མ་ཐབས་སང་ཕར་ན་དེ་ཕ་གི་དེ་གའི་གཏོར་ཁང་ནང་ལ་ཡང་རྒྱུག་རིང་རྒྱུག་ཚེ་རེད་འདུག་ག་དེ་ནི་འུ་ཐུག་ཡོང་དུས་འཛི་རུ་ཞུ་ཡ་ཐོ་བ་ཅིག་ཁྱི་གླས་ཡོང་གི་འདུག་ག་འོ་ད་དེ་འདྲ་ཆགས་ཡོང་བ་རེད་གང་རེད་ཟེར་ན་ཐོ་བ་ཅིག་ཁྱི་མང་ཡོད་ན་ངའི་སྐད་རྒྱག་ཡོད་ར་ཐོ་བ་ག་བ་ཡོད་ཟེར་ཡོང་དུས་ད་ནི་ད་ལྟ་ཐོ་བ་དེ་ཁོའི་མགོ་ལ་ཞུ་ཡོང་ཟེར་སྐྲག་ཡོད་རེད་བ། དེ་དེ་ཡིན་དུས་ད་ཐོ་བ་ཅིག་འཁྱིལ་ཡོང་བ་རེད་ཐོ་བ་མིག་གི་རིགས་ཚང་ན་འཁྱིལ་ཡོང་བ་རེད། དེ་འདྲ་ཡིན་དུས་དེ་མགོ་རྙོག་ཚ་བོ་དེས་ང་ཚོ་ད་ལྟ་འདིའི་སྐབས་སུ་ད་གང་ཟག་ང་དང་ང་འདྲ་བ་ལ་དཀའ་ངལ་དེ་ཡོང་གི་ཡོད་རེད། ད་བསྟན་པ་ཆོས་ཉིད་ཀྱི་དབྱིངས་ལ་ཡ་ད་ནི་གཅིག་གིས་ཆོས་ཉིད་ཀྱི་སྒྲ་ཐོ་མཁན་ཅིག་ཡོད་པ་ཡིན་ན། ད་ནི། དུས་ཚོད་རིང་པོ་འགོར་མ་གོ་བ། སྔགས་མང་པོ་འདོན་མ་གོ་བ། དུས་ཚོད་མང་པོ་སྐྱེལ་མ་གོ་བ་མཐོང་ནས་ཅོ་ནེ་དམིགས་པ་སྟེ་བརྩམས་བྱས་ཀྱི་ཅོ་ནེའི་ཆོས་ཉིད་ཀྱི་སྒྲ་ཉུང་དུ་བརྩམས་པ་ལ་རྟོག་ཚོགས་ཐམས་ཅད་རང་སར་ཞི་ཐུབ་པ་ཡོང་གི་རེད་བྱམས་པ་ཆེན་པོ་སྒྲ་བློས་ལས་འདི་ནི་བྱང་ཆུབ་མཆོག་གི་རྒྱུ་འདྲ་བར་བྱ་བ་མ་དམིགས་པའི་སྒྲ་དང་རྡོ་རྗེའི་དབྱིངས་སུ་ཞིས་སླད་ཡོང་དུས་འདི་སྐབས་སུ་ལ་དང་སྒྲ་ལས་ཐམས་ཅད་ཀྱི་མཆོག་ཏུ་གྱུར་པ་དེ་རེད། འོ་དེ་འདྲའི་རིགས་ཀྱི་དང་ཐོག་མར་གནད་དུ་ཐེབས་དགོས་པས་ཟེར་ཚིག་དེ་ནུས་པ་ཆེན་པོ་འདྲ་འཇམ་དགོང་གི་གསུངས་ལས་རེད་འདུག་ག་ཐོག་མར་གནད་དུ་ཐེབས་དགོས་ཟེར་ཡ་དེ་རྒྱུ་མཚན་ཤེས་དགོས་རེད་གསུངས་ཡོད་རེད་དགྲ་ལས་དགྲ་ལས་ཟེར་ཡ་དང་གནད་སྲིད་འཕང་གསུམ་དེ་རྒྱུ་མཚན་ཡག་པོ་ཅིག་མ་ཤེས་ན་དེ་ག་ཚོད་ཅིག་ནས་དངོས་པོ་རང་མཚན་པ་ཅིག་ལ་ཡ་དམིགས་ནས་ང་ཚོ་དགྲ་ལས་བྱེད་པ་ཡིན་ན་དེ་ཕན་ཐོགས་ཡོང་དང་གནོད་སྐྱེལ་ཡོང་ང་ཚོ་ཐེ་ཚོམ་རེད་རེད་འདུག་ཨ། འོ་དེ་འདྲ་ཡིན་ཚོད་ད་ང་ཚོ་ཅིག་ཆོས་བྱེད་ན་བྱེད་ན་བྱེད་པ་དོན་ལྡན་ཅིག་དགོས་ཀྱི་ཡོད་རེད་ཆོས་སྒྲུབ་ན་སྒྲུབ་ན་ཡང་དག་པ་ཅིག་སྒྲུབ་དགོས་ཀྱི་ཡོད་པ་ཡིན་དུས་ད་འདི་གནད་དུ་ཐེབས་པ་དགོས་པ་གལ་ཆེན་པོ་རེད་གསུང་བ་རེད་དེ་ལ་རང་དབང་ཐོབ་ནས་ཐུགས་རྗེས་གཞན་འགྲོ་བ་འོ་ད་ཚིག་དེ་ལེགས་ཀྱི་འདུག་རང་དབང་ཐོབ་དགོས་ཀྱི་འདུག་རང་དབང་ཐོབ་ཡག་ལ་སུས་ཐོབ་དགོས་ཟེར་ན་སྦྲང་རྒན་ཁོ་རང་གི་སེམས་རྒྱུད་ལ་རང་དབང་ཐོབ་དགོས་ཀྱི་ཡོད་རེད་ཐོབ་ཚུལ་ཇི་ལྟ་བུའི་སྒོ་ནས་རང་དབང་ཐོབ་དགོས་རེད་ཟེར་ན་ད་ལྟ་གོང་དུ་བཤད་པའི་གལ་ཏེ་གཉིས་སྣང་གི་རྟོག་པ་ཟད་ནས་ཆོས་ཉིད་ཀྱི་སྒྲ་ལ་ཤེས་པའི་གི་རང་དབང་ཅིག་ཐོབ་དགོས་ཀྱི་ཡོད་རེད། དེ་མ་གཏོགས་ལག་ལེན་ལས་མཁས་པ་ཙམ་དང་གཅིག་གིས་རྡོ་རྗེ་ལྷུན་པོའི་ཆོ་ག་ཚང་ལས་མཁས་པ་ཞེས་པོ་རེད་གོ་ད་ཡས་ལྕགས་ཀྱུ་དབྱུག་ཕྲུག་དྲུག་རེད་བ་ཐོ་བ་དབྱུག་ཕྲུག་དྲུག་དེ་ནས་ད་ག་ནང་བཞིན་གྱི་ཕུར་པ་དེ་ཚོ་དགྲ་ཕྲུག་དྲུག་རེད་ཤག་ཁོ་ལག་ལེན་མཁས་པ་རེད་ང་ཚོ་ལག་ལེན་མཁས་པ་ཙམ་ཞིག་གིས་ད་ལྟ་འདིའི་སྐབས་སུ་ལ་གནས་ཚུལ་གནས་ཁུལ་གནས་ཚུལ་དེ་འགྲོ་གི་ཡོད་མ་རེད་ད་རེད་བ་དེ་འདྲ་ཡིན་དུས་གཅིག་གིས་རང་དབང་ཐོབ་པ་ཅིག་དགོས་ཀྱི་ཡོད་བ་རེད་རང་དབང་མཁས་པ་ལ་རྡོ་རྗེ་སློབ་དཔོན་འདི་ཕྱི་ཚིག་གཉིས་ཀྱི་ཐོག་ནས་ཡིན་ན་ཡང་ཆོ་ག་ཕྱག་ལེན་གྱི་ལག་ལེན་ལ་མཁས་པ། གནས་སའི་ཕང་གསུམ་ལ་སོགས་པ་སྦྱར་བའི་སྐབས་སུ་ལ་ཡང་ནང་གི་ཏིང་ངེ་འཛིན་རྫོང་འཕྲང་སོགས་གསུམ་ལ་ཡང་ལག་ལེན་ལ་མཁས་པ་དེ་རང་རྒྱུད་ལ་ཡོད་པ་ཡིན་ན་དེ་ནི་དང་པོ་རང་རྒྱུད་ཀྱི་རྟོག་པས་ཀྱི་བདག་སྒྲོག་ཐུབ་པ་དེ་ནི་གཞན་སེམས་ཅན་གཞན་ཐུགས་རྗེ་ཀྱི་སྒྲོག་ཐུབ་པ་ཅིག་ཡོང་གི་རེད་ཟེར་ཚོད་ཅིག་བྱུང་པ་ཡིན་ན་དེ་ནི་ཅི་རིགས་ཁམས་གསུམ་འཁོར་བའི་སེམས་ཅན་མགོའི་ལོག་རྟོག་གདུག་ཅན་གྱི་གདུལ་བྱ་རྣམས་ལ་ཞེ་སྡང་ཁོང་ཁྲོ་གནོད་སེམས་ཅན་མ་ཡིན་པ་སྙིང་རྗེའི་བྱང་སེམས་དེ་ཀུན་ནས་བརླ་སྟེ་བདེ་ཐང་བརླས་ཡོང་དུ་བ་ལྟ་བའི་རྫོང་ན་གཞི་བཅའ་དགོན་པའི་འཕྲང་གི་གནས་རྫོང་སྦྱོར་བའི་སོག་ཀའི་མན་ངག་གཏན་ལ་ཕབ་ཟེར་མཁན་དག་གིན་ཞུས་པ་དེ་རེད་རྫོང་འཕྲང་སོག་གསུམ་དང་ལྡན་གླེགས་ཀྱི་དུ་བ་བལྟ་བའི་རྫོང་ལ་གཞི་བཅག་པ་རེད། དགོན་པའི་འཕྲང་གི་གནས་བཟོ་འགོ་གི་རེད། སྤྱོད་པ་དེ་སོག་གི་མན་ངག་རེད་དེ་གསུམ་གཏན་ལ་ཕབ་ནས། དེ་ནས་གཙོ་བོ་དེ་སུ་འགོ་གི་རེད་ད་ལོག་པར་སྤྱོད་པའི་གི་སྐྱེ་འགྲོ་ངན་པ་ཐམས་ཅད་ཀྱི་འབྱུང་བ་ལོག་པར་སྤྱོད་པ་ཟེར་དུས་བཙན་པ་ལ་མ་ཡིན་པ་ལ་ཡིན་པར་འཛིན་ཏེ་ངན་རང་བཞིན་གྱིས་མ་གྲུབ་པ་ལ་རང་བཞིན་གྱིས་གྲུབ་པར་འཛིན་གིན་མེད་པ་གཅིག་ལ་ཡོད་པར་འཛུན་ཏེ་ངན་མདོར་ན་ཕྱིན་ཅི་ལོག་པའི་གི་གཉིས་འཛིན་གི་རྟོག་པའི་གི་དུས་དང་རྣམ་པ་ཀུན་ཏུ་བཅིངས་ནས་སྲིན་བུ་གར་གྱི་མཐའ་ཆུ་སྲིན་བུ་དར་གྱི་ཁ་ཆུ་བཏུམ་པ་ལྟར་དུ་བྱས་ནས་རང་གིས་རང་ཉིད་སྒྲོགས་ནས་འཁོར་བ་ལ་འཁྱམས་ཏེ་ངའོ་དེ་འདྲ་གི་རྟགས་གཅིག་གིས་གདུལ་བྱ་རྣམས་ལ། འོ་ད་ནི་ལོག་སྤྱོད་སྐྱེ་འགྲོ་རྣམས་ལ་ལས་ངན་གྱི་རྒྱུན་བཅད་ཚོགས་གཉིས་ཀྱི་ས་བོན་བསྐྲུན་ནས་ཐམས་མཁས་ཀྱི་ཚོགས་བྱང་ཆུབ་སྙིང་པོར་སྦྱོར་བ་རྟོག་ཚོགས་བསྒྲལ་བ་ལྟ་དེར་མིང་སྟེ། སྒྲ་ཡག་འདི་སྒྲའི་འབྱུང་ཁུངས་གྲྭ་བ་མ་ཡིན་པར་རྟོག་ཚོགས་གྲྭ་བ་རེད་རྟོག་ཚོགས་འདི་ནང་གི་རྟོག་ཚོགས་རེད་འདྲེ་ནང་ལ་ཡོད་པ་རེད་གདོན་ནང་ལ་ཡོད་པ་རེད་འོ་དེ་ལྟ་བུའི་གནད་དོན་ངེས་པའི་ངང་ནས་ལི་ཕུར་འདི་གཉིས་ད་ཕུར་པ་ག་བྲོ་སོང་བདེ་འདུག་ལི་ཕུར་འདི་གཉིས།